དུས་སུ་སླེ་བར་འོང་སྟེ་སུ། སྐབས་སུ་སླེ་བ་རེས་ལ་དྲིས་པ་ཡིན་ད་དྲིས་པ། ད་འདི་ནས་ནི་ང་རང་ཚོ་ཧ་གོ་གོ་ཏོ། ང་རང་ཚོ་སྤྱི་ཚོགས་དཔོན་པོ་ཨེ་འདི་སླེ་ན་ང་རང་ཚོ་སྤྱི་ཚོགས་ནང་ལོ་མཐུན་འབྲེལ་ཡོང་ས་རེད་ཡོང་ས་མ་རེད། གལ་ཚིག་སླེབས་ན། དཔེ་ཆུང་ཆུང་ཞིག་བཞག་ན་བདེ་བའི་ལུས་ཀུན་སྣང་ངོ། ལ་དང་དང། གྲོས་ཚོགས་སྤྱི་འཐུས་རྣམ་པ་ཚོ་བཞི་བོ་ཞེ་ལྔ། བཞི་བོ་ཞེ་ལྔ་ནས་ཚོགས་གཙོ་གཅིག་བསྡོམས་དགོས། ད་འདི་སྐབས་ལ་ཚོགས་གཙོ་ཁག་གཉིས་འཆར། འདི་སུས་ཀྱི་སྐབས་དུ་ཆགས་ཡོད་རེད་ལ་འདི་བྲིས་པ་ཡིན་འདུག། བོད་ཆས་བོད་ཆས་ག་ཤེད་ཀྱི་ཚང་མ་ཧ་གོ་གི་ཡོད་ཀྱི་རེད། དེ་བས་བོད་ལྗོངས་ལ་དྭགས་རང་རེད་ད་སྤེན་པ་ཚེ་རིང་ལགས་ཡར་སླེབས་ན་ཨ་ནེ་གྲོས་ཚོགས་ཚོགས་འདུ་སྐབས་ལ་ཁ་གཉིས་ཆགས་སོ་འཛམ་གླིང་ཡོངས་ལ་བརྗོད་ག་རེ་ཚོགས་ཚོགས་ལོ་གཉིས་ད་ཆ་ལོ་གཉིས་ད་ཆ་ཨ་ནེ་ཡོད་མ་ད་སྤེན་པ་ཚེ་རིང་སྐབས་ལ་ལོ་གཉིས་ད་ཆ་གཉིས་ད་ཆ་ཨ་ནེ་ཆགས་སོ་ཨ་འདི་མི་འདི་དཔོན་པོ་འདི་ཡར་འདི་སྤེན་སྤེན་པ་ཚེ་རིང་སྲིད་སྐྱོང་ཆམ་བདག་ག་འདྲས་ག་རེ་ཤར་ཕྲ་གྲོས་གནང་རང་ཚོ་ཐུགས་འདྲེས་འདི་གང་ལ་དཀའ་ངལ་ཤུགས་ཆུང་པོ་བཀྲི་ཡི་རེད་བསམ་གི་འདུག་ར་ཨ་ནི་ད་ལྟ་ད་ད་ང་རང་ཚོ་ནས་འདི་གང་ལ་ག་ཚོད་དཀའ་ངལ་འཕྲད་འདོད་ད།

དཔའ་བ་དེང་རིང་ཨ་མ་མངའ་རིས་ཡིན་རོགས། དཀོན་མཆོག་གིས་འདི་གང་ལ་བསམ་བློ་ཡག་པོ་བཏང་ཡོད་འདུག་གལ་ཆེན་པོ་རེད་ང་ཚོ་དབུས་གཙང་མིའི་མི་དམངས་དམིགས་བསལ་ཨོ་ནས་མཆོད་མེ་གཡོ་འདྲེ་གཅིག་སྙིང་རྗེ་ད་ལོ་ཁོ་ལ་བསླུ་བོར་སྙིང་རྗེ་ཁོ་ལ་གོ་སྐབས་སྤྲད་འོ་ལ་ང་ད་ལྟ་ཆོས་བྱེད་ཡོད་མ་ད་དངོས་གནས་ཁོ་རང་གྱོང་ཤུབ་ཆུན་པོ་བཞུར་བཞིན་རག་གི་རེད་བསམ་བློ་ཡག་པོ་བཏང་རོགས་བྱེད་ཞུ་ཨེ་ཡོད་ནས་སེམས་མ་ནང་ལ་སེམས་འདྲེ་འགྲོ་བཞིན་འདུག་ད་དེ་མི་དེ་དཔོན་པོ་ཆགས་ང་ད་ག་རེ་འཇོན་དགོས་ད་ད་ལྟ་ཉིས་སྟོང།

ཞེས་བཀའ་བསྡུ་བ། དེ་ཡང་ང་ཚོ་ཚང་མ་ཧ་གོ་གོ་པ་རེད། ད་གུང་གི་སྐལ་རྡོར་ལགས་འདྲ་བོ་ཞིག་ནང་མོ་ནས་སྲིད་སྐྱོང་གི་སློབ་སྟོན་པ་རེད། དེ་གང་ལ་བོད་འཇོལ་དང་ག་རེ་གང་ཆ་ཤས་དུ་འདུག་དངོས་གནས་ཁོ་རང་མི་ལས་ཀ་བྱེད་ཉུལ་མོད་མི་ལས་ཀ་གང་ཉམས་མྱོང་ཡོད་སྐྱོགས་ལས་ཀ་གང་དོན་སྣང་ཡོད་སྐྱོགས་དོན་ཚུལ་དངོས་གནས་ཆ་ཤས་འགྲིག་སྟངས་ཁོ་རང་ཕལ་ཁ་ཁ་རེད་དོ། ད་གུང་སྐལ་རྡོར་ལགས་ཀྱིས་ད། སྤྱི་ཟླ་དགུ་བའི་ཚེས་གཉིས་ལ་ཁ་ཟི་ནས་ད་ཁོ་རང་སྲིད་སྐྱོང་གི་འདི་ནང་ལ་ཡར་ལངས་བའི་སྐབས་ལ་ཁོ་རང་གི་འཆར་གཞི་དེ་འདྲ་ཚང་མ་བཏོན་སོང་ཨེ་ད་བི་སི་ལན་ཚང་མ་ག་འདི་འདུག་ཀུན་བྱོལ་སོང་ད་འདི་ང་རང་ཚོ་ལག་པ་ལ་ནོར་བུ་ཡོད་ཡོད་ཡོད་ད་འདི་ནོར་བུ་དེ་མ་མེད་བ་སྟངས་ག་ཤེད་ཅིག་འདྲ་བྱེད་ཀྱི་འདུག་ད་དུང་ཚོ་ཡག་པོ་མ་རེད་དངོས་གནས་འགན་འཁྱེར་གྱི་མི་འདུག་དངོས་གནས་སྤྱི་ཚོགས་འགན་འཁྱེར་གྱི་མི་འདུག་ལན་ད་དངོས་གནས་སྤེན་པ་ཚེ་རིང་འདྲ་བོ་ན་དངོས་གནས།

ད་ལྟ་ག་ཤེད་ཀྱི་ང་རང་ཚོའི་དབུས་གཙང་མི་མང་ག་ཤེད་ཀྱི་ལག་འོག་ལ་ཁུང་སྐྱེལ་དུ་ལ་ཁང་པ་གི་ཞེན་མགོ་ལ་ཁང་པ་གི་ཡར་བླངས་ལ། དྲང་པོ་བཤད་ན་རོ་ཨ། ད་ལྟ་ཁུང་སྐྱེལ་དུ་ལ་གི་ཡར་མ་ཀེམ་པེན་བྱེད་མཁན་དང་ཡར་མ་གྲ་སྒྲིག་ས་གནས་ས་གནས་དེ་བ་གྲ་སྒྲིག་བྱེད་མཁན་ཚང་མ་མི་འདོད། བརྒྱ་ཆ་གང་སྤམ་ན་ད་རྒྱུ་ལས་འདྲ་བོ་ཅིག་བཞག་གོ་རོ་ཨ། བརྒྱ་ཆ་གང་སྤམ་ན་མི་འདོད་བརྒྱ་ཆ་བརྒྱ་ཆ་བདུན་ཅུ་ཚང་མ་མི་འདོད་དབུས་གཙང་དབུས་གཙང་རེད། བརྒྱ་ཆ་སུམ་ཅུ་འགྲོ་བཞི་སྟབས་ཁམས་པ་མི་ཁ་ཤས་ཇི་ཡོད་རེད་མ་གཞི། ཡ་མ་ཀུན་སྐྱེ་དུ་ལ་ཡ་མ། ས་གནས་ཁག་ཏུ་ཡ་མ་ཕལ་ད་གྲ་སྒྲིག་བྱེད་ད་ལྟ་རྒྱུ་ལས་འགྲོ་བཞི་སྟ་བཞག་དགོས་ར། ཚང་མ་མི་འདི་བརྒྱ་ཆ་བདུན་ཅུ་ཚང་མ་མི་འདི་རྒྱུ་ལས་ཚང་མ་མི་འདི་དབུས་གཙང་མི་རེད་ཤི། འོང། ཁམས་པ་མི་བརྒྱ་ཆ་སུམ་ཅུ་འགྲོ་བཞི་རེད་ཤི་ཨ། འོང། འོང་འདི་བྱིན་ཡ་ང་རང་ཚོས་བསམ་བློ་ཡག་པོ་གཏང་ཡ་གལ་ཆེན་པོ་རེད་ར་ང་རང་ཚོས་དབུས་གཙང་མི་ཁ་ཤས་ཅིག་ལག་ཏུ་ཨ། ཁམས་པ་མི་ཡར་ལངས་རེད་ཞོད་འགོག་འདུག་ཨ་འདྲ་ཨེ་འདྲ་ཆེ་མི་འདུག་ད་ནམ་ཡང་མི་འདུག་ད་ཧུང་ལན་ཁོ་རང།

ང་དྲང་པོ་བྱ། ད་ག་ག་ཞིག་ངས་དྲང་པོ་བྱས་བ་རེད་བ། ཁོང་སྐྱེ་དུ་ལ་མི་ག་འདྲ་རེད་ཞིག་ལ་ན་ཁོང་མོས་ཁོ་ན་མི་དཔལ་ཁོ་ར། དྲང་པོ་དྲང་བཞག་ལས་ཀ་བྱེད་སྐད་སྐད་ཆ་ཁ་འབོ་བོ་མེད་སྐྱོ། བོན་པོ་ཚེ་རིང་ལགས་སྐད་ཆ་ག་འདི་ཁ་འབོ་བོ་འདུག་ཨ་མ་མ་ང་སྐད་ཆ་ཚང་མ་ནོར་སྐྱོ་ག་ཤེད། ཁོང་སྐྱེ་དུ་ལ་ཨེ་འདི་ཆེད་མི་འདུག་ད་དངོས་གནས་ཁོ་རང།

དེ་སྐབས་ལ་ཁོང་སྐལ་རྡོར་ལགས་ཀྱིས་གསུངས་ས ྋགོང་ས་མཆོག་གི་གསེར་བོན་གཉིས་མིང་དོན་ས་མིང་དེ་ང་ཧ་འོམ་དུ་ཁོང་ཁོ་གཉིས་ཀྱི་མདུན་ལ་གསུངས་སོ། ྋགོང་སྐལ་རྡོར་ལགས་ཕྱག་བརྒྱུད་ནས་ང་ལ་ང་ལ་ལས་ཀ་ངའི་སྙམ་པོར་ལས་ཀ་བྱེད་ཡིན་འཇུན་པོ་ཨེ་འདི་འཇུན་པོ་རང་རང་འགྲོ་འགོ་འདུག་ལམ ྋགོང་སྐལ་རྡོར་ལགས་དང་བློ་བཟང་སེང་གེ་ཕྱག་གཉིས་ཨེ་འདྲ་བརྒྱུད་ནས་ང་ནི་དཔེ་སྐྱིད་པོ་འདུག་ལམ་གསུངས་དེ་ནས་བཟུང ྋགོང་སྐལ་རྡོར་ལགས་ཁོ་རང་སེམས་པ་བརྗོད་པ་ཐད་གསུངས་ས་འོ་ད་ང་ངོ་མས་ཁོ་རང་ང་གཅིག། ཞབས་བྲོ་ཞུ་བའི་དེ་དཔེ་གལ་ཆེན་པོ་རེད་འདུག་བསམ་ད་ཁོང་སྐལ་རྡོ་ལ་ད་འདོད་སེམས་ཤུགས་མ་ང་ཕར་ཨ་འདི་ང་སྲིད་སྐྱོང་གི་འདི་གང་ལ་ཨ་ནི་ཅིག་ཡོད་ད་དུས་ན་མ་ང་ད་ཡིན་ན་ངོ་ད་མ་འོངས་པ་ང་ཅིག་བྱེད་ཀྱི་ལས་ཅིག་ཨ་འོང་དེ་ནས་སླད་སོ་གསུངས་ཟེར་བ་ད་འདོད་ཁོང་སྐལ་རྡོ་ལགས་ཀྱི་གསུངས་ད་ད་འདོད་ཁོང་ཚོ་ཆོས་ཀྱི་སྲོལ་རྒྱུན་གང་ད་ཅིག་ཅིག་ནི་མིང་བཏོན་སོང་ཁོ་རང་ཚོས་ཀྱི་མདུན་ལ་གསུངས་ཟོ་ལ་ཟེར་བ་ཨུ། དེ་ཚོས་རྫུན་མ་ཤོད་ན་མིང་དོན་གྱི་མ་རོ་ཨ། གྲོང་བ་དེ་བཞིན་ད། ད་ངས་ཡང་ང་ཚོ་འགྲོ་བ་ན་ཀོང་སྐྱེ་རྡོར་ལགས་འདིས་བཀའ་མོལ་དེ་ནི་ང་རང་ཚོ་མི་མང་ལ་གསུང་ཨེ་གལ་ཆེན་པོ་རེད་ལབ་སོང་ཀོང་སྐྱེ་རྡོར་ལགས་ཀྱིས་གསུང་པོ་ཏོ་ད། ཁོང་ཚོ་ཆོས་ཀྱི་མཚན་ཕུལ་ནས་ཨེ་འདྲ་མི་མང་ལ་ཨེ་འདྲ་དེ་འདྲ་བྱས་ཡོད་མ་རེད་ཟེར་ན་ཀོང་སྐྱེ་རྡོར་ལགས་མི་མང་ཁོ་རང་མི། དཀོན་མཆོག་གིས་མི་ཨེ་འདྲའི་དྲང་པོ་གཏོར་མི་ཡ་རབས་སྤྱོད་བཟང། མི་ཁ་རི་ཁ་ཐུར་དྲང་པོ་དྲང་ཞང་ཡིན་པ་དེ་ཡིན་པ་ཞིག་མེད་པ། མེད་པ་ཡིན་པ་ཅིག་ཤེས་དང་འོང་དེ་ཅི་ཧེ་མི་འདུག། ཨམ་ཏི་ཀང་ཁོ་རང་ད་ད་ལོ་ང་ཚོ། ད་ལོ་ང་རང་ཚོ་ནས་ཨམ་ཏི་ཀང་ལ། ད་དུམ་བུ་འཇོན་པོ་ཅིག་མ་གླས་ན། ང་རང་ཚོ། སྤྱི་ཚོགས་ནང་ལ་ག་འདྲས་ཆ་ཚར་ད། ཨང་ད་ལྟ་ཉིས་སྟོང་བརྒྱད་ཀྱི་ཨོ་ལམ་པིག། ད། ཉིས་དགོན་ད་ཉིས་སྟོང་བརྒྱད་ལ་ཉིས་སྟོང་ཉིས་ས་གཉིས་ཀྱི་ཨོ་ལམ་པིག་འདི་གང་ལ་ལ་ད་ང་ཚོ་ལན་ལན་དགོས་དཔེ་མང་དཔེའོ། དེ་སྐབས་ལ་ད། དཔོན་པོ། བཤད་ཐུབ་ངེས། དབྱིན་ཇི་སྐད་རྒྱབ་ཐུབ་ངེས། ངས་སྐད་ཆ་ཚོད་ལག་མ་སེ་ལ་བཤད་མ། ག་ཞིག་དང་སྐད་ཆ་ད་བེམ་པ་ཟེར་མི་རུང་སྐད་ཆ་ཚོད་ལག་མ་སེ་ལ་སྐད་ཆ་ཚང་མ་ཁ་འདོར། BBC World ནང་ལོགས་ཁ་འདོར་ཨེ་འདོར་བྱེད་ཀ་ན་ཁ་ཅིག། ཁོང་སྐད་དོ་ལ་དབྱིན་ཇི་དང་སློབ་སྦྱོང་དང་ག་འདི་དང་ག་འདི་དུ། བཤད་ཐུབ་ཡོད་ད BBC World News ནང་ལོགས་ལ་འཛམ་གླིང་ཡོངས་ལ་དེ། གསར་འགྱུར་དུ་འགྲོ་འོ་རེད་ཨ་འདི་སྐབས་ལ་ང་ཚོ་དཔོན་པོ་བཤད་ཐུབ་ངེས་ཅིག་གོ་ར་ད་ཉིས་སྟོང་ཉིས་རྩ་གཉིས་རེད་ད་ང་ཚོ་ཚང་མ། གཅིག་ཆགས་གོ་ར། ཉི་མ་ཉིས་སྟོང་བརྒྱད་ལའང་ཚང་མ་གཅིག་ཆ་ས་སྤྱི་བདག་དང་རང་ཚོ་བོད་པ་རྣམས་ལ་མང་ཚེ་བརྒྱད་ཆ་བརྒྱད་ཆ་དགུ་བཅུ་ཚང་མ་གཅིག་རེད་རྡོག་རྩ་གཅིག་སྒྲིལ་རེད་ཡིན་ནའི་ད་ཉིས་སྟོང་ད་ཉིས་སྟོང་ཉིས་སང་ཉིས་ལ་བརྒྱད་ཆ་བརྒྱ་ཐམ་པ་ང་ཚོ་ཚང་མ་གཅིག་ཆ་དགོས་རེད་ད་འདི་སྐབས་ལ་ང་ཚོ་དཔོན་པོ་ཁ་ནོར་འདི་ངན་ཅིག་ལས་ཀ་རེད་ན་ད་གང་བྱེད་ཀྱི་ད། རྒྱ་མིའི་བཀའ་དྲིན་ཆུང་རུ་རེད་ལ་ཧར་ན། ཨོ་ལམ་པིག་ཉིན་ཉེ་རྡོག་གཉིས་སང་ཉིན་དེ་ལ། BBC World News ནང་ལོ་ལ་རྒྱ་མིའི་བཀའ་དྲིན་ཆུང་པོ་རེད་ལ་ཁ་ནས་ཤོར་ཧར་ན་ཡན། BBC World News ནང་ལོ་ལ་ཧ་གོ་ཡ་ཁ་ནོར་ཕྱི་ཐན་ཕྱི་ཨེ་འདྲེ་མེ་ཨོ། སྤུན་པོ་ཁ་ནོར་ཕྱི་ཐན་ཁ་ཇེ་ཡ་ནི། འོན་ཏེ་ཕྱིར་ང་རང་ཚོས་བསམ་བློ་ཡག་པོ་བཏང་ཡང་དཔེ་མཁས་ཆེན་པོ་རེད་རོ།

དོན་ཆོས་དངོས་གྲུབ་ལགས་སྙན་པོ་ཕྱག་ལས་གནང་ཡོད་རེད་དོན་ཆོས་དངོས་གྲུབ་ལགས་ཡིན་ན་དཔེ་ཡག་པོ་ཧ་གོ་གི་རེད་ཀུན་བྱམས་པ་ང་འདྲ་གི་ལགས་ཀྱི་བསམ་བློ་བཏང་སྟངས་དག་ག་རེ་ཡིན་ནའི། ཀུན་བྱམས་པ་ང་འདྲ་བོ་ཞིག་ན་དངོས་གནས་ཁོ་རང་མི་ཡིན་དངོས་གནས་ཁོ་རང་དཔེ་ངན་པ་ཞིག་རེད་རེད་ད། ཉི་མ་ཀུན་བྱམས་པ་ང་འདི་ལ་མ་རྐང་འདེབས་དཔོན་པོ་ཆགས་པའི་སྐབས་ལ་ད་རྒྱ་གར་གཞུང་གིས་ད་བོད་ལ། བདག་མི་གསང་བ་ལས་ཀ་འདི་ལྟ་མགོ་ར། སྐུ་ངོ་བྱམས་པ་དགའ་འདས་པ་ཞིག་ཡོད་མ་རྟ། དཀོན་མཆོག་སྐུ་ངོ་བྱམས་པ་དགའ་འདས་ཀྱིས་མ་གང་ནང་ལོག་ལ་ང་ཚོ་བོད་པ་དམག་མི་ཡོན་ཏན་གསང་བ། ད་ལྟ་དང་པོ་མི་དེ་པ་སངས་བཏང་བ་ཞིག་བཞག་པ་སངས་ད་བོད་ལ་གསང་བ། ད།

ངོ་ནས་ཅིང་ད་ལྟ་སྐུ་ངལ་སྡོམ་བྱོན་སྔོན་འགྲོ་ལ་ཁོང་རྣམ་པ་གཉིས་ཀྱིས་ཕྱག་ལས་མཉམ་པོ་མང་པོ་ཞིག་གནང་བ་དང། སྐུ་ངལ་སྡོམ་བྱོན་སྔོན་འགྲོ་ཁོ་རང་ཧ་གོ་གོ་དང་དཔལ་ཡག་པོ་ཧ་གོ་གོར་སྐུ་ངལ་བྱམས་པ་གང་དེ་ཕྱག་ལས་གནང་སྟངས་གཅིག་པ་གཅིག་ཀྱང་བུ་ཡིས་ད་ག་རང་ཉིད་བརྒྱ་ཆ་བརྒྱ་ཐམ་པ་རེད་བསམ་གྱི་འདུག་ག་གཞིར་སྨྲས་ན། སྐུ་ངལ་བྱམས་པ་གང་དེ་གི་སྐད་ཆ་བཤད་སྟངས་དང། ཁོང་སྐལ་རྡོར་ལགས་ཀྱི་སྐད་ཆ་བཤད་སྟངས་དཔའ་བོ་དང་བུ་གཉིས་དེ་བརྒྱ་ཆ་བརྒྱ་བརྒྱ་ཆ་བརྒྱ་ཐམ་པ་གཉིས་བརྒྱ་ག་ལ་ང་ཚོའི་མིག་གི་རྒྱུ་ཆ་ལགས་འོ་ར། Indicator ནི Quality ལ་འོ་ར། སྐད་ཅིག་སྐད་མཐོན་པོ་གཅིག་རེད། བསྟན་པའི་ཕྱག་ལས་མང་པོ་གནང་གནང་རྒྱུར་བྱས་རེད་གོང་བྱམས་པ་ང་འདས་རྒྱ་གར་གཞུང་ལ་ཞབས་ཞུ་ཞུ་རེད་ཀྲུག་ཀྲུག་དམག་མི་ལ་ད་ཡིན་རང་ང་རང་འདི་བཞུགས་ལ་ང་རང་ཚོའི་བོད་གཞུང་ལ་ཡི་ཞབས་ཞུ་ཞུ་རེད་ས་བོད་སྡེ་བ་ལ་ད་བསམ་དབང་གནང་ཡང་ད་འདི་འདྲ་དངོས་གནས་ཁོ་རང་ཕྱག་ལས་ཧེ་མཐོན་ཡག་པོ་གནང་རང་ད་ད་འདི་ཡི་གཅིག་པ་གཅིག་རྐྱང་སོ་སོའི་བུ་ལ་ད་ག་རང་བསླབ་བྱ་ད་ག་རེ་ཐོན་ནས་ཡོད་ད་གོང་བྱམས་པ་ད་ལྟ་གོང་སྐལ་རྡོར་ལགས་ཀྱིས། པཱ་ལགས་ཀྱིས། མ་འདས་བསླབ་བྱ་དང་ག་རེ་ཐོན་ནས་དཔེ་ཡག་པོ་སྐྱོང་གི་རེད་མ་འདས་ཟིན་གསུང་གི་འདུག་ཨ། ནི་ཁོ་རང་གཅིག་ད་ཁོ་རང་གིས་ད་སྲིད་སྐྱོང་ཡོད་མེད་ད་ཡར་བཞག་དགོས་གཉིས་པ་དེ་ང་རང་གིས། ཨ་ནི་པཱ་ལགས་ཀྱིས། འདི་འདི་དོན་དག་ཡིན་ལ་ནི་གསུང་གི་འདུག་ཨ། པཱ་ལགས་ཀྱིས་སྤྱི་ཚོགས་ལ་འགན་ག་ཚོད་འཁྱེར་ཡོད་རེད་དེ་ཚོ་ང་ཚོ་ཧ་གོ་ཡ་གལ་ཆེན་པོ་རེད།

ལོ་ལྔ་ན་ལོ། གོང་ལོ་དགུ་བཅུ་གོ་གཅིག་ཆ་འགྲོ་གོ་རེད། འདི་ང་ཚོ་ཏཱའི་གི་དུས་ཚོད་རེད་མི་འདུག། མི་ཁ་ཤས་ལུག་དང་སྤེན་པ་ཚེ་རིང་འོས་བླུག་ད་ལོ་ཁོ་སྙིང་རྗེའི་ལ་ནོ། སྙིང་རྗེའི་གི་དུས་ཚོད་མ་རེད་ང་ཚོ་ང་ཚོ་མྱང་གི་རེད་ང་ཚོ་མྱང་གི་རེད་ད་བསམ་བློ་ཡག་པོ་བཏང་རོགས་གྱིས་ལེ་དངོས་གནས་ཁོ་རང་ཨང། ཏཱ་སྲིད་སྐྱོང་སྐུ་སྒེར་གཅིག་མ་ཡོད་མ་རེད་འོན་ཏེ་ང་ཚོ་ཏཱ་སྲིད་ད་བཅུ་བདུན་འགྲོ་གོ་ནས་ནས་གཅིག་སུ་སུ་སུ་གི་དེ་ལ་འདི་ཡོད་ར། སྐུ་སྒེར། བཅུ། འབྲེལ་ཡོད་རོགས་ཟླ་ང་ཚོ་སྲིད་སྐྱོང་སྐུ་སྒེར་གཅིག་མ་རེད་མ་རེད་ནང་དུ་ནང་ལ་བུ་འཇོན་པོ་བུ་ཡག་པོ་བུ་དྲང་པོ། བུ་སློབ་སྦྱོང་ཡོད་རྒྱུ་བུ་ནང་འདི་ལ་ཡར་རྒྱས་གཏང་ཐུབ་ངེས་བུ་ཕ་མ་ལ། སི་ཚུགས་ཀྱི་དཔའ་བོ་ལ། ཨནི་འདི་ཕ་རེ་སེམས་པ་སྐྱིད་བོ་བཞག་ཐུབ་ངེས་སི་ཚུགས་ཀྱི་སྤུན་སྤུན་ག་དང་འདི་ལ་སློབ་སྦྱོང་སྤྲད་ཐུབ་ངེས་སྤུན་སྤུན་ག་དང་འདི་ལ་དཀའ་ངལ་ཕྲད་མ་སྤྲད་ངེས་སི་ཚུགས་རོགས་པ་ཆེ་མཐོའི་ཨ་འབྲས་ཀྱི་སྐོར་ལ་ང་ཚོ་སྲིད་སྐྱོང་དཔུང་འཇོན་གསུམ། ཨོ་དེ་བཞིན་ང་རང་ཚོ་ཁུལ་གྱི་བསམ་བློ་ཡག་པོ་བཏང་རུང་ནང་དུ་ཇི་སྲིད་ཞུ་ཡ་ཡིན་ལ་སོ་ལྟ་སྐད་ཆ་མང་པོ་ཞུ་ཆགས་སོང་ད། ད་འདི་སྐད་ཆ་དེ་འདྲ་ཚང་མ་སེམས་ཀྱི་སེམས་གཏིང་ནས་སྐད་ཆ་བཤད་ཀྱི་ཡོད་ལ་ང་དོ་སྣང་མི་གནས་ཁོ་རང། ཨ་ནི་འདི་མེད་ད། ཆབ་སྲིད་ཁྲལ་བས་ད་ཆབ་སྲིད་ཁྲལ་བས་ང་དགའ་བོ་ཁྱི་དེ་མེད་དྲང་པོ་ཤོག་ང་རང་ཚོའི་བོད་པ་རྣམས་ལ་ག་རེ་ཆབ་སྲིད་ཁྲལ་འོང་ད། ས་བ་ར་གང་ཅིག་སྟེ་ཆབ་སྲིད་ག་རེ་ཁྲལ་འོང་ད་ང་རང་ཚོའི་ང་ཚོའི་བོད་པ་རེད་ང་ཚོའི། ག་རེ་ཆབ་རྩེད་གྲོགས་ང་ཆབ་རྩེད་བྲལ་དགའ་བོ་ཁྱོད་ནི་མེད་ལ་ཡོད་དངོས་གནས་མགོ་རང་མི་འཛིན་ནང་ལ་ང་ང་རང་གི་བད་པ་ནང་ལོག་ལ་ག་རེ་ཆབ་རྩེད་ཆབ་རྩེད་རྫུན་མ་འདི་གཅིག་ནག་པོ་ནས་འཁྲབ་འདོད་ད་ང་འདྲ་དགའ་བོ་ཁྱོད་ནི་མེད། ཨང་སྐད་ཆ་འདི་བཤད་མཁན་ཚང་མ་སེམས་གཏིང་ནས་སྐད་ཆ་བཤད་མཁན་གྲངས་ཡིན་པ་མི་ལོག་ཨང་དེ་ནོར་བ་ཚིག་གང་ཞིག་ནོར་བ་འཁྲུག་བ་ཡིན་ན་ཡང་དགོངས་སྐད་ཅན་མེད་ཞོལ་ལགས་སོ་ཚང་མ་ལ་བཀྲ་ཤིས་བདེ་ལེགས།